ང་ཚོས་ཚོད་ངེས་ལ་ཆུ་མཛོད་ལ་འཆར་གཞི་ག་རེ་འཆར་གཞི་ལྡན་པ་ག་རེ་ཡིན་ཆ་ཆ་སོགས་ཀྱི་སྟོན་དང་ག་འདྲི་དམ་དེ་བམ་པ་དང་པོ་དེ་ག་རེ་བྱས་གཉིས་པ་དེ་ག་རེ་བྱས་གསུམ་པ་དེ་ག་རེ་བྱས་ལ་ཡང་དཔྱད། ཨ་དེའི་སྒང་ལ་ནི་ཁྱོད་ཚོ་རང་བཙན་རག་ན་ག་རེ་བྱས་ང་ཚོ་བོད་པར་མི་ཁོ་རང་ཡོད་མ་རེད་རང་བཙན་རག་ཕར་འགྲོ་ན་གྱི་བྱས་ཁོ་རང་ཡོད་མ་རེད་ཚུར་འགྲོས་དེ་གང་ཙམ་ཡོང་གི་མ་རེད་ལ་ངའི་དཔེ་མང་པོ་ཡོད་རེད་དེ། དེ་ད་ཡོང་ཆོག་པ་ཅི་ར་བ་ད་མི་སོ་སོ་གི་དངོས་གནས་ཁོ་རང་གི་དོག་དོག་པ་རེད་སོ་སོ་ལ་དེ་ཡོད་སྲིད་སེམས་ཁྲལ་རེད་ཡོད་མ་རེད་ལ་ཡང་ཡོད་མ་རེད་ཡིན་ནའི་ལས།

རྒྱལ་ཁབ་མང་པོ་ཅིག་འཐབ་རྩོད་བྱས་ནས་རང་བཙན་རང་སྐྱོང་ཨ་ནི་མཉམ་དམངས་ཡང་རྒྱ་གོར་གྱི་ལམ་ལུགས་བཀག་ལས་རྦད་དུ་ཁོ་རང་དམངས་གཙོ་ལ་བསྒྱུར་བསྒྱུར་བར་གྱིས་དེ་འཛིན་གྱི་ཆབ་སྲིད་མང་པོ་ཅིག་ཁོ་ཚོ་གི་ཚུལ་བསྡུས་ནས་ད་དེ་ཚོ་ན་ལོ་ནས་ཡག་ང་ཚོ་གི་ཐབས་བྱུས་ག་རེ་ལེན་དགོས་འདུག་དེ་ཚུལ་ལེན་ནས་ནི་ང་ཚོ་གི་དེ་ག་ག་འདྲི་སྟེ་བྱེད་དགོས་འདུག་དེ་བླ་ཡིན་ཏེ་ད་ད་ལྟ་བར་དུ་འཛམ་གླིང་རྒྱ་ཆེ་ན་ལོ་ལ་རྒྱ་བཅས་ཀྱི་གནས་ཚུལ་ན་ལོ་ལ་ད་ད་བར་དུ་ཤུགས་ཆེ་ཤོས་དེ་བོད་པ་ག་རེ་གང་དེ་འོག་ལ་ན་སྐྱོན་འབེད་རྒྱལ་ཏེ་འདི་གང་གླེགས་བོགས་རེད། འགྲོ་བློས་དང་དེ་ཚོ་གར་མ་གར་སླ་བ་ཡིན་ན་གཞོན་ཆོས་ཀྱིས་ད་ལྟ་བར་དུ་སྐྱོན་འབེད་རྒྱལ་ཡག་དང་འདི་བྱས་ནས་རྒྱལ་སྤྱི་གི་གསང་རྒྱུ་ཁ་ལ་གླེགས་བོར་རྒྱལ་སྤྱི་གི་གསང་རྒྱུ་ཁ་ལ་ག་ཚོད་ཀྱིས་མང་གླེགས་ན་ད་ག་ཚོད་ཀྱིས་རྒྱལ་མི་ལ་གནས་ཤུགས་རག་བོགས་རེད། དེ་ཚོ་གང་ཟག་གཉིས་ཐག་གཅོད་ཀྱི་རེད་བསམ་མོ་འདུག་ཧོབ་ཏུ་ག་ལ་ང་ཚོ་གི་བོད་དུ་སྐོར་ཨ་འདི་དང་པོ་ང་ཚོ་འདི་བྱས་གཉིས་པ་འདི་བྱས་ནས་ཀ་ནས་ཨ་ཧབ་ཨ་ཕོ་ད་ང་ཚོ་ལ་དོན་ཡང་ཡོད་མ་རེད་འདི་བྱས་འདི་བྱས་ཡིན་ན་ནི་ཡིན་ནས་ལས་ང་ཚོ་གི། ཆ་བྱད་ཅིག་བཏོན་ནས་ད་རང་ཚོའི་བསྐྱོན་ན་ང་ཚོ་འདི་བསྐྱོན་གྱི་ཡིན་ཨ་ལས་ངན་ལ་ད་ང་ཚོ་བོད་པ་ཡང་བོད་བོད་བོད་གཞུང་ལ་ཀ་བ་གསུམ་ཡོད་རེད་རྒྱ་མི་ཆུང་ན་ད་ག་རང་ཡོད་རེད་ཡང་རྒྱ་མི་ཆུང་བའི་དཔལ་འབྱོར་ཆེ་ཤོས་དེ་གལ་ཆེ་ཤོས་དེ་ག་ལ་ན་ཀ་བ་གལ་ཆེ་ཤོས་དེ་དཔལ་འབྱོར་ག་ཅི་རེད་ང་ཚོ་གི་དཔལ་འབྱོར་དེ་ལ་ག་ཅིར་གནས་བཅས་ཀྱིན་པ་ལས་རེད་སྙེ་མ་དུས་ཚོད་ཅིག་ལ་བསྐྱོན་པས་ཀྱང་ནི་ལམ་འགྲམ་ད་ལྟ་དེ World Bank ང་ལོ་ནི་རྒྱ་མི་ལ་ད་ལྟ་དེ་བོད་ལ Mining བྱེད་ཡ་ག་ཅིག་གིས་ཁོང་ཚོ་གི་འགྲོ་སྲིད་ཤུགས་ཆེན་པོ་ཞིག་བཏང་གོ་རེད་དེ་བཏང་ཡ་ལ་སྙེ་མ་བསྐྱོན་པས་ཀྱང་ནི་དེ་བཀག་ཐུབ་ཡོད་རེད།

གསུམ་བཅུའི་དུས་དྲན་ཐད་རྒྱ་མིའི་གཅུང་ས་ལེ་ཏུ་ཀཱ་ལ་ངོ་རྒོལ་གྱི་སྒང་དུ་དུས་ཐོག་ཏུ་ལ་ཡར་རྒྱས་ག་འདྲ་བཏང་འོ་དོ་དེའི་ཐབས་ཇེ་དཀར་རྒྱག་འདུག་དུས་ཐོག་ལ་བཀའ་མོལ་གནང་ན་མ་འདུག་ང་ཚོ་རང་བཙན་དང་དེའི་ཕ་ཆོས་ལྟ་ན་ཐ་ཡག་ཁོ་ན་ཡོད་མ་རེད་དཔེར་ན་ཚོགས་གཙོ་ཡིན་ན་རང་དོན་ཕྱོགས་བསྒྲིགས་ངེས་ཀྱི་ཡིན་དེ་ནས་སྐུ་མདུན་དགོངས་པ་དང་མང་གི་དོན་དམངས་ཚོགས་ལ་རྒྱབ་སྐྱོར་བྱེད་ཀྱི་ཡོད་ལས་འགུལ་ཚང་མས་ད་ལོ་བྱོན་པ་མང་པོ་འདུག་གཅིག་དེ་ངོ

མི་དམངས་ཚོགས་གཙོ་རྣི་མ་རིམ་པ་བཀའ་ཁྲི་ལ་བསྐྱོད་རྒྱུ་བྱུང། ང་ཚོ་ཨ་མི་རི་ཀ་ནང་བཞིན་སུད་ཀྱི་གྲོས་ཚོགས་འདི་འདྲ་ལ་ཞུ་གཏུག་བྱེད་ཡ་དེ་ལས་འགུལ་སྤེལ་དགོས་འདུག་སྤེལ་ན་ཡག་པོ་འདུག་དུས་ཚིགས་མི་རག་གི་མེད་ན་གཙོ་གཙོ་ཆེ་ས་སློབ་སྦྱོང་དང་འདི་ཡོད་མ་རེད་ནས་དུ་བུ་ག་རེ་ཉམས་པ་དེ་ང་ཚོ་ཧ་གོ་དགོས་ར་འདི་ང་ཚོ་བྱེད་འཇོག་གི་རེད

གཅིག་བྱས་ནས་དབྱིན་ཇིའི་ཐོག་ནས་དེའི་འགྲེལ་བཤད་རྒྱབ་པ་ཡིན་ན། ཁྱེད་ནས་གཞོན་སྐྱེས་ཚོ་མགོ་ཚོས་བེད་སྤྱད་ལྷག་ཡོད་ཁ་ཟེར་ན། ད་ལྟ་བོད་པ་བོད་ཚང་ནང་ཆེ་ཡན་ཡིན་ན་རྒྱ་བ་ཚང་བདེ་ད་ལྟ་དེའི་དབུ་མའི་ལམ་གྱི་ལྟ་བ་དེ་མགོ་ཚོས་རྒྱ་ཆེ་རྒྱ་མགོ་ཚོས་བདེ་ཁག་པོ་འདུག་ཨ། ཡིན་ད་དུང་ང་ཚོ་དེའི་ཚང་ནང་ཆེ་ཡོད་དེ་ལས་ཁག་པོ་ཡོད་ར། དེ་གི་ཆེ་ནས་བདེ་སངས་རྒྱས་ཀྱི་བཀའ་ངལ་མེད་ན་བསམ་གི་འདུག་དེ་གི་ཆེ་ནས་བདེ།

ང་རང་ཚོ་བོད་པའི་གཏམ་དཔེ་ལས་ཨོ་རེད་པ་མི་སུམ་ཅུ་བསམ་བློ་སུམ་ཅུ་ཡོད་རེད་བཤད་པས་གཡག་གསུམ་གྱིས་ར་བ་དྲུག་ཅུ་ཡོད་རེད་ལབ་རེད་བྱེད་དུས་ང་ཚོ་མི་རེ་རེ་རེའི་བསམ་ཚུལ་མ་འདྲ་ཡིན་དུས་གང་སུ་ལའི་འདོད་པ་ཡོད་གསུང་ཡོད་ཡ་ཡོད་མ་རེད་འདི་དང་པོ་ནས་གཞིར་བཞག་པ་རེད་བསམ་གི་ད་ངས་གཙོ་བོ་ཞུ་ཡ་དེ་ག་རེད་བསམ་དེ་རིང་ང་ཚོས་དེ་གོ་སྒྲིག་ཞུ་ཡ་དེ་ཨོ་མའི་ལམ་གྱི་ལས་འགུལ་གྱི་ཐོག་ནས་ཞུས་རེད་དེའི་ནང་ལ་ཡང་གཞོན་ནུ་བེ་རོ་ན་ཞུ་ཡ་དེ་ང་ཚོས་བསམ་བློ་མང་པོ་བཏང་རེད། ད་ག་ཞིག་ང་ཚོ་ཅིག་དེ་འདྲས་ཞུ་ཡ་མེད་པ་ཨ་ནི་ཅིག་གི་སྟོང་པ་རབ་ཅིག་བསྐང་ཡག་བྱེད་དུ་ཞུ་ཡོད་མ་རེད་བསམ་བློ་མང་པོ་བཏང་རེད་བསམ་བློ་ག་འདྲས་བཏང་རེད་ཟེར་ན་གཅིག་སྟེ་ང་རང་ཚོ་བོད་རིགས་ཚང་མའི་གི་བཞེད་རྒྱུན་ལ་ཡ་གསུང་རྒྱུན་ལ་ཡ་གཞོན་སྐྱེས་དེ་ང་ཚོ་མ་འོངས་པའི་བོད་ཀྱི་སོན་རྩ་ཡིན་ཟེར་ཏེ་གསུང་སྡོད་ཀྱི་ཡོད་རེད་པ་འདི་རེད་རེད་འདི་གསུང་པ་ན་བཞིན་རེད། རྒན་པོ་ཤི་དྲུག་རེད་རྒན་པོ་ཤི་དྲུག་གར་ཤ་འབད་ཀྱི་དེ་གཞུང་ཟིན་པའི་ཨ་ད་ག་ད་ཚ་ལས་ནའི་དེ་ཅི་ཆེ་གི་བར་བ། དེ་འདྲས་ཡིན་དུས་དེ་འདྲས་ཀྱི་གཞོན་སྐྱེས་གང་གང་ཐམས་ཅད་ཕེབས་ཐུབ་ཀི་རེད་དེ་འདྲས་ཕེབས་ཐུབ་ཡིན་ན་དེ་ང་ཚོ་ཕར་ཚུར་གོ་རྟོགས་སྤེལ་ཡག་ལ་ཡག་དཔེ་ཡག་པོ་འདུག་བསམ་གི་ཡོད་རེད། ད་ལྟ་བཀའ་མོལ་རོབས་བྱུང་སོང་ང། དབུ་མའི་ལམ་དང་རང་བཙན་དང་དེ་འདྲའི་སྐོར་ལ་འཛམ་ཙམ་ང་ཚོ་སྤྱི་ཚོགས་ནང་གོ་ཡ་མེད་པའི་སྐད་ཆ་ཡོང་གི་ཡོད་རེད།

ཧང་སང་ཡ་ཞུགས་ཅིག་དགེ་ཡོད་མ་རེད་མི་ཆོས་ཉིད་རེད། དགའ་པོ་བྱུང་ན་ནི་ཁ་ཚེ་ཚེ་ཆིག་རེད་དགའ་པོ་མ་བྱུང་ན་མདོག་ནག་པོ་སྟེང་རེད་དེ་མི་ཡིག་གི་འགྲོ་སྟངས་ཅིག་རེད་བ། དེ་འདྲའི་ཡིན་དུས་གང་ལ་ང་ཚོ་དཔའ་ཚོ་གོ་བརྡ་མ་འཕྲོད་པ་དེ་འདྲའི་སྤྱི་ཚོགས་ནང་ཡོད་ཙང་ད་རེས་འདུག་འཛོམས་པ་ཡིན་ན་ང་ཚོའི་འདི་ནང་ལ་མ་འགྲིག་གི་ཡོད་མ་རེད་སུས་ནང་ལ་ཡོད་མ་རེད་ཡོད་མ་རེད་ཏེ། མ་འོངས་པར་འདི་འདྲའི་ཆོ་ག་ཡིན་ན་རྣམ་པ་ཚོ་ཀླད་པའི་གོང་པའི་ནང་ལ་ཡང་ག་རེ་བཀོག་རེད་ཟེར་ན། ཨ། དབུ་མའི་ལམ་སོགས་ནི་ལམ་ཁ་ཅིག་རེད་ཤག་རང་བཙན་སོགས་ཀྱང་ལམ་ཁ་ཅིག་རེད་ཤག་ལམ་ཁ་མ་མ་འདྲ་ཞིག་མ་གཏོགས་ད་ལྟ་རྩོད་ས་འདི་རྒྱ་མི་རེད་ཤག་བསམ་བསམ་ཅིག་འདིའི་ཀླད་པའི་ནང་ལ་ཡང་ཤུགས་ཆེན་པོ་རྩ་ཆེན་པོ་ཅིག་ཉར་ན་ཡང་འདི་དེ་དཔེ་གལ་ཆེན་པོ་རེད་མ་གཏོགས་ཚིག་གཅིག་གཉིས་ཀྱིས་ཚུར་འཇུས་ཅིག་ཁྱེད་རང་རེད་ཤག་ཚིག་གཅིག་གཉིས་ཀྱིས་ཕར་འཇུས་ཁྱེད་རང་འདི་འདྲས་རེད་ཤག་ཟེར་གྱི་བསྡད་ན། ཆུ་ནས་ཆུ་གྲོགས་ནི་མར་དོན་ཡོད་མ་རེད།

འདི་སུས་གཏན་འབེབས་གནང་བ་རེད་སུས་དགོངས་འཆར་གནང་བ་རེད། སུའི་བསམ་ཚུལ་གནང་བའི་སྐོར་རེད་འདི་གཅིག་ལྟ་དེ་རྒྱ་གར་མི་ཤེས་རེད་པ། འདི་གཅིག་གོང་བུར་གོ། གཉིས་པ་གཅིག་གར་གོ་བ་རེད་ཟེར་ན་དབུ་མའི་ལམ་དེ་རྒྱ་གར་མི་ཆེ་ང་ཚོའི་དབུ་ཁྲིད་གནང་ནས་ཨེ Dictator བཀའ་བསྒོས་ཡོད་བཀའ་བཀའ་བཀའ་བཏང་ནས་ཨོ་ད་ངས་དབུ་མའི་ལམ་ཡག་པོ་མཐོང་གི་འདི་བྱེད་ཤོག་ཨ་ཁྱེད་རང་ཚོ་བྱེད་ཤོག་ཟེར་རྩ་བ་ཉིད་ནས་གསུངས་ཡོད་མ་རེད།

ད་ཡིན་ནའི་འཛམ་བུ་གླིང་གི་ཁྱབ་སྲིད་ཆབ་སྲིད་ཀྱི་འཕོ་འགྱུར། ད་ནའི་བཞིན་རྒྱ་ནག་གི་འཕོ་འགྱུར། བོད་ནང་གི་གནས་ཚུལ་གྱི་འཕོ་འགྱུར་དེ་འདྲའི་འཕོ་འགྱུར་མང་པོ་ཅིག་ལ་གཟིགས་ཀྱང་ཨེ་ནི་དབུ་མའི་ལམ་འདི་ལྟར། ང་ཚོ་བ་སོ་འདི་རན་པོ་ཆེ་འཚམ་པོ་ཆེ་ང་རང་ཚོ་བོད་པའི་གནས་སྟངས་དེ་རན་པོ་ཆེ་དང་འཚམ་པོ་ཆེ་འདུག་དགོངས་བཅད་ཨེ་འདུག་གཏན་འབེབས་གནང་བ་རེད་བ། དེ་གཏན་འབེབས་གནང་གཏན་འབེབས་དེ་གིས་ངན་ཤུགས་ཡིན་ན་ཞེས་རེད་འདི་འདྲ་བྱུང་བ་རེད་བ། ད་འདིའི་ནང་ལ་ཡང་ཨེ་ནི་འབྲས་བུ་རུ་གར་བྱུང་ཡོད་རེད། ཡང་ཁ་ཤས་གསུང་ཉེན་ཡོད་རེད་ད་ངས་ཁ་ཤས་མི་ཚང་མས་ཞུ་གི་གསུང་གི་ཡོད་རེད་ཞུ་གི་མེད་ད

རྩ་བ་གཉིས་ནས་མ་རེད་ད་དུས་ད་ལྟའི་མི་འདུག་ཨ་ཀ་ལབ་གནང་འདུག་ཨ། གཅིག་རེད་ནས་འདི་ལབ་དགོས་རེད་གཉིས་རེད་ནས་ཨ་ནི་བས་ང་ཚོའི་བས་བློས་བཏང་བཞི་བོ་བྱས་པ་རེད་སོང་བ་བཞི་བོ་དགུ་རེད་ལབ་རེད། མགོ་མང་པོ་ར་བོ་ལབ་ཅིག་རེད་དྲང་པོ་བཤད་ན། ང་ཚོ་ལ་སྟོབས་ཤུགས་ནི་མེད། ང་ཚོ་ལ་སྟོབས་ཤུགས་དེ་ཆེ་ཤོས་དེ་ག་རེད་ཟེར་ན་བདེན་པ་རེད་ད truth། སྨོན་འདུན་རྟག་པར་སོང་འདི་ཡང་འདི་རེད་ང་ཚོ་ལ་བདེན་པ་དེ་ཡོད་རེད་བདེན་པ་དེ་བདེན་པའི་སྟོབས་ཤུགས་དེ་ཁྱེད་ཅག་ང་ཚོ་རྩོད་ལེན་བྱེད་ཀྱི་ཡོད་རེད་བ། དེ་འདྲ་ཡིན་དུས། དེ་འདྲ་ཡིན་དུས་དབུ་མའི་ལམ་དང་འཐད་ནས་ད་ཁེ་ཕན་ད་ལྟ་དུས་ཡུན་གོང་དུ་བཀའ་གནང་ཚར་ཟོས་ཙང་ངས་ཞུ་མི་ཤོག་བྱས་དཔེར་ན་བོད་ཕར་འགྲོ་ཚུར་འགྲོ་བྱེད་ཡ་རེད་དེ་ཚོ་དེ་ཚོ་ཚང་མ། བོད་ཀྱི་གནས་ཚུལ་མང་པོ་ཞིག་ཧ་གོ་ཡ་དུས་ཚང་མ་དབུ་མའི་ལམ་གྱི་ཨི་ནི་གོ་ཕྱེས་ནས། ཨི་ནི་ང་ཚོར་འདི་གྱིས་ལང་ཀ་འདི་གྱིས་རག་མེད། མ་གཏོགས་གཞན། བོད་སྒོ་རྒྱབ་ནས་ཡོང་ཡ་མེད་པ་མི་རེ་གསལ་གཉིས་སུ་ཐར་མཐའ་རུ་མ་གཏོགས་ཐར་ངེས་མེད་པ་ཕར་ཐར་ཐུབ་ཀྱི་ཡོད་མ་རེད་ཚུར་ཐར་ཐུབ་ཀྱི་ཡོད་མ་རེད། མི་ཕར་ཚུར་ཐར་མ་ཐུབ་ན། གནས་ཚུལ་གོ་ཡ་ཡོད་མ་རེད། རྒྱ་གར་རིན་པོ་ཆེ་སྐུ་ཚབ་བཏང་གནང་ནས་རྒྱ་གར་རིན་པོ་ཆེ་སྐུ་ཚབ་བཏང་གནང་བ་ཙམ་མ་ཡིན་པའི་མི་སྒེར་པ་མང་པོ་ཕར་ཐེ་བར་མ། དཔེར་ན། གྲྭ་ས་གྲྭ་སའི་སྐུ་ཞབས་རྣམ་པ་དེ་འདྲ་ཡིན་ན་དགེ་འདུན་རྣམ་པ་བླ་མ་རྣམ་པ་དེ་འདྲ་མང་པོ་བོད་ཕན་ཆོས་གསུང་གི་ཡོད་རེད། དེ་དབུ་མའི་ལམ་གྱི་གོ་སྐབས་བཟོས་ནས་ཨེ་རེད། ཕེབས་ཐུབ་པར་མ་ཞིག་བཏང་གི་ཡོད་མ་རེད་ཕ་མི་གཅིག་བཏང་གི་མ་རེད་ཚུར་མི་གཅིག་བཏང་གི་མ་རེད། ཨ་ཚུར་ཕེབས་བྱས་ཤེ་ན་དགོན་པའི་ནང་ལ་སྐུ་ཞབས་ད་ཆ་གི་སིང་ངེ་སྐུ་ཞབས་མང་པོ་འདུག་ག